ཨ་སྤེ་རི་སི་མོ་རེས་གང་ལྟར་བྱས་ནས་དེ་འདྲས་ཀྱི་ཕྱུགས་ལས་ལ་བརྟེན་ནས་ཨ་ནེ་ཅིག་འཛམ་བུ་གླིང་ཐོག་ལ་ཡང་ཅིག་ས་ཡིན་ན་ཡང་རེད་ཆུ་ཆུ་ཡིན་ན་ཡང་རེད་དེ་ལ་སོགས་པ་ལ་ཡང་ཅིག་གནོད་སྐྱོན་དང་གཏོར་བཤིག་མང་པོ་ཅིག་འགྲོ་གི་ཡོད་པ་དེ་ཨ་ནེ་ཕ་ཆེའི་ཁ་སང་ཞུས་ཟིན་པ་རེད། ད་དེ་རིང་ཚོའི་སྐོར་ལ་ཡང་འདུག་འདུག་ཞུས་པའི་མིན་ན། ཚོ་དང་འབྲེལ་འདུག་ཞུས་པའི་མིན་ན། ལོ་རྟག་པར་རེ་བཞིན་ང་ཚོའི་གི། རྒྱ་མཚོའི་ནང་ནས་ཉའ། ཐོན་ས་ཡ་དགུ་བཅུ་ནས་བརྒྱ་ཙམ་ཨེ་ཟིན་གི་ཡོད་རེད། ཐོན་ས་ཡ་དེ་ཐོན་གཅིག་ལ་ཡ་དེར་བ་ཀི་ལོ་སྟོང་ཕྲག་གཅིག། ཀི་ལོ་སྟོང་ཕྲག་གཅིག་བྱས་བསྡད་པ་དེ་འདྲས་ས་ཡ་དགུ་བཅུ་ནས

འབུམ་གྱི་རྗེས་ལ་ཡང་ས་ཡ་བྱེ། དེ་ནས་ས་ཡའི་རྗེས་ལ་བྱེ་བ་བྱེ་བྱེ་བའི་རྗེས་ལ་ཡང་དུང་ཕྱུར། བྱས་ཙང་འབུམ་བཅུ་ཐམ་པ་ལ་ཡང་ས་ཡ་གཅིག་བྱེ། ས་ཡ་བཅུ་ཐམ་པ་ལ་ཡང་བྱེ་བ་གཅིག་བྱེ་བྱེ་བ་བཅུ་ཐམ་པ་ལ་འབུམ། འབུམ་གཅིག་གར་ས་དུང་ཕྱུར་གཅིག་ཐུབ་བརྩི་གོར་པ། ད་དུང་ཕྱུར་བཅུ་ཐམ་པ་ལ་ག་ཚད་རེད་ཟེར་ན་དུང་ཕྱུར་བཅུ་ཐམ་པ་ལ་ཡང་ཐེམ་འབུམ་གཅིག། ཐེམ་འབུམ་ཟེར་དུས་ཨིན་ཇི་སྐད་ལ་བྷ་བྷ་ཇི་བྷི་ལིང་ས་ཡ་དེ་ཡིན་ས་རེད། ཐེམ་འབུམ་བཅུ་ཐམ་པ་ལ

གྲངས་ཀ་བརྒྱབ་ནས་མ་བརྒྱབ་ན་ད་ག་ལྟར་སོགས་རྒྱ་མཚོའི་ནང་ནས་སྲོག་ཆགས་དངོས་གནས་གྲངས་ཀ་ཐེ་ཡང་མེད་པ་ཅིག་མང་པོ་ཞིབ་ཅིག་ང་ཚོས་གཟིམ་དགོས་བ་དང་ལོ་རྟག་པར་རེད། སྲོག་ཆགས་གཟིམ་ཐག་ཆོད་ནས་ད་ད་ལྟ་ཚན་རིག་པ་ག་རེ་བཤད་གི་བར་ས་ན་ཉིས་སྟོང་བཞི་བཅུ་ཞེ་བརྒྱད་གི་ལོ་ལ་ཡང་རྒྱ་མཚོའི་ནང་ལོགས་ནས་ཕ་ཅིང་ཉག་གཟིག་ཡང་མེད་པ་ཆགས་ཀྱི་ཉེན་ཁ་ཡོད་རེད་ཟེར་བཤད་ཨེ་ན། ག་རེ་ཞུ་བ་ད་ཚོད་དཔག་བྱེད་དགོས། རྒྱ་མཚོ་རྒྱ་མཚོ་མང་པོ་ཅིག་གི་ནང་ལོགས་ལ་པེ་ཉག།

ནི་ཉག་གཞན་དག་མང་པོ་ཟིམ་འགྲོ་རོ། སྤང་སྔགས་ཙམ་གྱི་འཚོ་གནས་ཀྱི་སེམས་ཅན་གཞན་དག་ཡིན་ན་ཡང་ཀོ་སྙམ་དུ། ཁོ་རང་ཟིམ་འགྲོ་བོར་བ། ད་སྙམ་དུ་ཟིན་མཁན་དེ་ཚོ་ཁོ་རང་གི། ཟིམ་དགོས་ཨ་དེ་སྤང་གཅིག་གི་ཉག་དེར་བ། ཡིན་ན་དེ་དང་མཉམ་དུ་སྤང་སྔགས་བྱེད་བདེ་མགྱོགས་ཀྱི་འཚོ་གནས་ཀྱི་སེམས་ཅན་དེ་ཚོ་མཉམ་དུ་ཟིན་ཡོང་དུས་བཟང་ན་ཁོ་རང་ལ་མི་དགོས་ཨ་དེ་ཚོ་གང་བྱུང་མ་བྱུང་གཡུག་བཞག། ཨ་ནི་གཡུག་གཡུག་བཞག་དུས་བཟང་ན་ད་ཁོ་ཚོ་དང་པོ་ཟིམ་དུས་རྨས་སྐྱོན་ཆེན་པོ་ཐེབས། རྗེས་མ་ཁོ་ག་འཇུག་མ་འཇུག་གཡུག་ཞལ་དུས་སམ་དེ་གི་ཡང་ཁོ་ཚོ་མང་པོ་ཅིག་དེ་འདྲས་བྱེད་ཀྱི་འགྲོ་ཤི་འགྲོ་བར། དེ་འདྲས་ཡིན་པའི་ཡིན་དུས་སང་ནས། ལོ་རྟག་པར་རེ་བཞིན་འཛམ་བུ་གླིང་གི་ཐོག་ལ་ཡང་མཚོ་ཐོག་ནས་ཟིན་པའི་ཉག་བརྒྱ་ཆ་བཞི་བཅུ་ཐམ་པ་དེ། ཕལ་ཆེར་ད་འཕྲོ་བརླག་རུ་འགྲོ་འདུག་པས་ག་ཚོད་མཚོ་ཐོག་ནས་ཟིན་པའི་བརྒྱད་བཅུ་ཐམ་པ་ད་གུག་གོ་མ་གཏོགས་གཡུག་ཞའོ་ད་གཡུག་ནས་ད་དུག་བྱེད་ཅིག་པས་ག་ཚོད་ད་ཅིག

ཡང། ཨེ་དཀར་གཅིག་ནས་གཉིས་ཙམ་གྱི་ཨ་ནི་ནགས་ཚལ་པའི་གཏོར་བཤིག་བཏང་རྗེས་དེ་ཚོ་ཐང་ང་བཟོ་བཞག་པ་རེད། ག་རེ་རེད་ཟེར་ན། ད། དེ་ག་འདྲ་ཞིག་བཟོ་བསྡད་ཡོད་རེད་ཟེར་ན་དཔེར་ན། སེམས་ཅན་གསོ་དགོས་རེད་བ། སེམས་ཅན་གསོ་དགོས་དུས་ད་ནི་ད་སེམས་ཅན་གསོ་ཡག་ག་ཆད་འདུག་དེ་ནས་ཡང་སེམས་ཅན་ལ་ཡང་ཟན་ཆག་སྤྲད་དགོས་དུས་དེ་ལ་ཡང་སེམས་ཅན་ལ་ཟ་ཡག་སྤྲད་དགོས་དུས་ཡང་དེ་ཟ་ཡག་དེ་བཏབ་དགོས་རེད་བ། འོ་ད་དེ་ལ་སོགས་པའི་གི་རྒྱུ་མཚན་ལ་བརྟེན་ནས་ད་ནགས་ས་མང་པོ་བཞུར་ཅིག། ནགས་ཚལ་ཡོད་པའི་ས་ཆ་མང་པོ་བཞུར་ཅིག་གཏོར་ཞིང་འདུག་གོ། དཀར་ཆ་རེ་རེའི་ནང་ལོགས་ལ་ཨེ་ཀར་གཅིག། གཅིག་གཉིས་ཙམ་གྱི། ནགས་ས། རེད་པ། ཐང་ལ་ཡང་རྒྱུ་བྱེད་ཁོ། དེ་འདྲ་ཡིན་དུས་ཙང་ན་འཛམ་བུ་གླིང་གི་ཐོག་ལ་ཡང་ནགས་ཚལ་རྩ་མེད་འགྲོ་ཡག་གི་དོན་རྐྱེན་གཙོ་བོ་དེ་གར་ཆགས་དེ་ག་རེ་ཟེར་ན། ཕྱུགས་ལས་དང། རེད་པ། རྒུ་ཕྱུགས་སེམས་ཅན་གསོ་ཡག་གི་ཕྱུགས་ལས་དང། ཕྱུགས་ལས་ཟེར་ཡག་དེ་ད།

རྟ་ནགས་ཚལ་གཏོར་བཤིག་ཕྱིན་པ་ལ་བརྟེན་ནས་ནགས་ཚལ་གྱི་ནང་ལོགས་ལས་ཀྱང་ཤིང་ནགས་ནང་ལོགས་ལ་ཡང་འཚོ་སྡོད་བྱེད་མཁན་གྱི་རྩི་ཤིང་དང་རྩི་ཤིང་གི་རིགས་འདྲ་མི་འདྲ་དང་དུད་འགྲོའི་རིགས་འདྲ་མི་འདྲ་དང་དག་སྣ་བཞིན་འབུ་སྲིན་གྱི་རིགས་འདྲ་མི་འདྲ་མང་པོ་བཞི་བོ་ཅིག་རྩ་མེད་འགྲོ། དེ་ཡིན་དུས་ས་ནི་ཉི་མ་རྟག་པར་རེ་ཞིང་རྩི་ཤིང་དང་དུད་འགྲོ་ནགས་ཚལ་གྱི་ནང་གི་རྩི་ཤིང་དང་དུད་འགྲོ་དང་འབུ་སྲིན་གྱི་རིགས་རིགས་རི་དྭགས་རིགས་འདྲ་མི་འདྲ་བརྒྱ་དང་སུམ་བཅུ་སོ་བདུན་ཙམ་གཙང་མའི་འགྲོ་སྒོར་རིགས་ཁོ་རང་རིགས་ཁོ་རང་གཙང་མའི་འགྲོ་སྒོར་ཉི་མ་རྟག་པར་རེ་བརྒྱ་དང་སུམ་བཅུ་སོ་བདུན་ཙམ་གཙང་མའི་འགྲོ་སྒོར་ད་དེ་ང་རང་ཚོ་རེ་གཅིག་ན་དཔེར་ན་བོད་པ་རེ་གཅིག་ཡིན་ན་བོད་པའི་མི་རིགས་ཁོ་རང་རེ་གཙང་མའི་འགྲོ་སྒོར་རེད་ད་དེའི་སྐད་ཆ་རེད་མ་གཏོགས་བོད་པའི་མི་གཅིག་ཤི་བའི་སྐད་ཆ་མ་རེད། མདོར་ན་ད་ལྟའི་བར་དུ་ཕྱུགས་ལས་ལ་བརྟེན་ནས་འཛམ་བུ་གླིང་གི་ཐོག་ལ་ཡང་ས་ཆ་ཨེ་ཀར་ས་ཡ་བརྒྱ་དང་སུམ་ཅུ་སོ་དྲུག་ཙམ་གྱི་ནགས་ཚལ་གྱི་ས་ཆ་རྩ་བརླག་ཕྱིན་པ་རེད། ཨེ་ཀར་ས་ཡ་བརྒྱ་དང་སུམ་ཅུ་སོ་དྲུག་ཙམ་གྱི་ནགས་ས་ནགས་ཚལ་ཡོད་པའི་ས་ཆ་རྩ་མེད་ཕྱིན་པ་རེད། དེའི་རྒྱུ་མཚན་བལྟས་ནས་ད་ག་ལྟར་ཁོར་ཡུག་གི་གནས་སྟངས་ཕྱོགས་མང་པོ་ཅིག་ནས་བལྟ་ཡོང་དུས་ས་ནས་ང་ཚོས་ཅིག་སྒུལ་ཤུགས་གསོ་ཚགས་བྱས་ཡ་ད་སྒུལ་ཤུགས་གསོ་ཚགས་བྱས་ཡ་དེ་ལ་ཡང་ཅིག་ཐུགས་བསམ་ཅིག་བཞེས་དགོས་པ་ག་རེ་རེད་ཟེར་ན། དེ་གི་ང་རང་ཚོ་ཕྱུགས་ལས་ཟེར་ཡ་དེ་ང་ཚོའི་བོད་དང་ཅིག་ཡང་ཧི་མ་ལ་ཡའི་རི་རྒྱུད་དེ་ཁ་ཤས་ལ་ཡ་བསྐལ་པ་སྔ་མོའི་ལུགས་སྲོལ་གྱི་ཅིག་ཕྱུགས་གསོ་སྐྱོང་བྱས་ཡ་ཆོག་རེད་དེ་འདྲ་དེ་འདྲ་ཙམ་སྤྱི་བཏང་དེ་བསྒུལ་བཅུག་གསོ་སྐྱོང་བྱས་པ་རེད་དེ། ངས་ད་ལྟ་ཟས་དེ་ཡང་བསྒུལ་བཅུག་གསོ་སྐྱོང་བྱས་ཡག་དེ་འདི་འདྲའི་ཅི་ལས། གཙོ་བོ་དེ་འདྲའི་ཅི་ལས་ཟེར་གི་ཡོད་མ་རེད་ད། གཙོ་བོ་དེ་བསྒུལ་བཅུག་གསོ་སྐྱོང་བྱས་ཡག་ཟེར་ཡག་དེ། དེང་སང་འཛམ་བུ་གླིང་གི་ཐོན་ལ་ཚོང་ལས་ཀྱི་རྣམ་པ་བཟོ་ལས་ཀྱི་རྣམ་པ་ཅན་གྱི། བསྒུལ་བཅུག་གསོ་སྐྱོང་བྱས་ཡག་དེ་ལས་ཟེར་གི་ཡོད་རེད་མ་གཏོགས་ཡང་ཁ་ཤས་ཀྱི་དགོངས་པ་ལ་ཡང་བོད་ཀྱི་ནང་ལོགས་ལ་འབྲོག་པ་དེ་ཚོས་བསྒུལ་བཅུག་གསོ་སྐྱོང་བྱེད་སྟངས་དེ་ལ་གོ་གི་ཡོད་པ་རེད་དགོངས་ཀྱི་ཡོད་རེད་དེ། དེ་འདྲའི་ཅི་ལ་ངས་ཞུ་གི་མེད་ད་ངས་གཙོ་བོ་ཞུ་ཡག་དེ་འཛམ་བུ་གླིང་གི་ཐོག་ལ་ཡག། བཟོ་ལས་ཀྱི་རང་བཞིན་དང་ཚོང་ལས་ཀྱི་རང་བཞིན་ཅན་གྱི་སྒོ་ཕྱུགས་གསོ་སྐྱོང་བྱ་འདི་ལ་ཞུགས་པ། བོད་དང་ཧི་མ་ལ་ཡའི་རི་རྒྱུད་ལ་ཡ་གནའ་རབས་ནས་ཀྱི་སྒོ་ཕྱུགས་གསོ་སྐྱོང་བྱ་དེ་དེང་སང་གི་ཕྱི་རྒྱལ་གྱི་དེང་རབས་ཀྱི་འཕྲུལ་ཆས་ཅན་བཟོ་ལས་ཅན་དང་ཚོང་ལས་ཅན་གྱི་སྒོ་ཕྱུགས་གསོ་སྐྱོང་བྱེད་སྟངས་དེ་ལ་བསྡུར་ཡིན་པས་ན། ག་རེ་ཞུ་རེད་ད་ཅིག་དུད་འགྲོ་འདི་ཚོ་ཧ་ཅང་གི་སྐྱིད་པོ་རེད་འདུག་བསམ་དྲགས་འདུག་ཁོ་ཚོའི་བྱེད་སྟངས་དེ་བལྟས་དུས་ས་ང་ཚོའི་བོད་དང་ཧི་མ་ལ་ཡའི་རི་རྒྱུད་ལ་ཡོད་པའི་སྒོ་ཕྱུགས་དེ་ཚོ་དངོས་གནས་བདེ་བ་ཅན་གྱི་ཞིང་ཁམས་ལ་སླེབས་པ་འདྲ་བོ་ཅིག་དང་དེ་དེ་དེ་ལྷ་ཡི་ལྷ་ཡི་ལྷ་གནས་ལ་ཡང་སླེབས་པ་བདེ་བ་འདྲ་བོ་ཅིག་རེད་འདུག་ཏུ་མ་གཏོགས་ཅིག་དེ་དེ་ག་དེ་འདྲ་ཅིག་རེད་མི་འདུག་ད་བྱས་ཙང་དེ་གི་སེམས་ཅན་ལ་གནོད་འཚེ་ཆུང་མ་བྱས་པ་རེད་ཞག་མ་གཏོགས་ད་དེང་སང་གི་ཚོང་ལས་ཀྱི་རྣམ་པ་ཅིག་ང་ཚོའི་དཔེ་ན་ང་འདྲ་བ་ཅིག་ང་འབྲོག་པར་བ་ངས་འབྲོག་པ་ཡིན་དུས་སང་ང་ཚོའི་གི་སྒོ་ཕྱུགས་གསོ་སྐྱོང་བྱས་ཏེ་གཙོ་བོ་སོ་སོའི་གི་ནང་མིའི་ཆེད་དུ་བྱེད་དགོས་པ་མ་གཏོགས་ཅིག་ང་ཚོའི་མི་མང་པོ་ཅིག་ལ་ཡག་པ་ཅིག་གར་ཤོག་སྒོ་ཕྱུགས་འདི་ཚོ་གསོ་སྐྱོང་བྱས་པ་ལ་བརྟེན་དེའི་ཐོན་རྫས་དེ་མི་མང་པོ་ཅིག་ལ་བཙོང་སྔགས་དེ་འདྲའི་གི་ཆ་བཞི་ཡོད་མར་བ་དེ་འདྲའི་གི་ཆེད་དུ་ང་ཚོའི་དེ་སྒོ་ཕྱུགས་གསོ་སྐྱོང་བྱེད་དགོས་མར་སོ་སོའི་གི་ནང་མི་དེ་ཁ་བསོ་ཡག་ཆེད་དུ་སྒོ་ཕྱུགས་གསོ་སྐྱོང་བྱེད་དགོས་པར་བ་སོ་སོའི་གི་སོ་སོའི་གི་ཉིན་རེའི་གི་འཚོ་བའི་གི་དགོས་མཁོ་ལ་བརྟེན་ནས། དེ་རིང་དུས་སམ་དེ་ལ་མང་པོ་ཅིག་དགོས་ཡ་གལ་ཡོད་མ་རུང། དཔེར་ན་ལོ་གཅིག་གི་ནང་རང་ལ་གཅིག་སེམས་ཅན་གཡག་འདྲ་བ་གཅིག་བསད་པ་ཡིན་ན་ཕལ་ཆེར་ལོ་གང་གང་ཚང་དེ་དེ་གི་མདངས་ལྡན་འདྲ་བ་ཞིག་དེ་འདྲ་ཅིག་ཆགས་འདུག་ཨོ་ད་ཚོང་ལས་ཅན་ཟེར་ཡ་འདྲ་མི་མི་གཞན་དག་གི་ཆེད་དུ་མི་དཔེར་ན་གཞན་དག་དཔེར་ན་ཁྲི་ཕྲག་འབུམ་ཕྲག་དེ་འདྲས་ཀྱི་ཆེད་དུ་དེ་ནི་ཁོ་རང་དཔེ་གྲངས་འབོར་མང་པོ་ཡོད་པའི་སྒོ་ནས་ད་གང་ལྟར་གྲངས་འབོར་མང་པོ་ཡོད་པ་ཚོང་ལས་ཀྱི་རྣམ་པ་བྱས་ནས་ག་འདྲས་བྱས་ནས་དངུལ་འགྲོ་སོང་ཆུང་ང་དེ་ནས་དཔེ་ཤ་མང་ང་གསང་བར་བ་གྲངས་ཀ་མང་ང། ཨ་ནི་དག་ན་ཤིང་གི་ཅིག། དཀར་ཞོ་ཤ་མཚོ་བ་ག་འདྲེ་ཡོང་ཐུབ་ཡོང་གི་འདུག་དེ་འདྲེ་པའི་ཐབས་ཤིག་བཏང་ནས། པའི་ཀླད་པ་དཀྲུགས་རྗེས་དེ་འདྲེ་གི་ཐོག་ནས་ཟོ་དེ་གར་བ་འོ་ད་དེ་ཧ་ཅང་གི་དེ་ནི་དཀར་ཞོ་བ་ཅིག། ནམ་རྒྱུན་གི་སྲོལ་རྒྱུན་གི་ཕྱུགས་ལས་གི་བྱེད་སྟངས་དེ་ལ་ཧ་ཅང་གི་ད་ཅིག། ཉེན་ཁ་ཚགས་ཅིག་དང་གདུག་རྩུབ་ཆེ་བ་འདྲ་བ་ཅིག་དེ་འདྲེ་ཅིག་ཡིན་འདྲེ་བ་ཅིག་ཡིན་པ་དེ་གསལ་པོ་ཞིག་རྟགས་འདུག་ཡང་དེའི་ཁྱད་པར་དེ་མཁྱེན་དགོས་ཡ་དེ་གལ་ཆེན་པོ་རོགས་ལ། ད་མདོར་ན་ང་རང་ཚོས་ཀྱིས་དེང་སང་འཛམ་བུ་གླིང་གི་ཐོག་ལ་ཡང་ད་ནམ་རྒྱུན་དཀར་སྐྱོང་བྱེད་བྱ་སྦྱོར་བ་ང་ཚོའི་ཤ་མི་ཟ་ཡང་ནི་དཀར་སྐྱོང་བྱེད་སྦྱོར་བ་འདི་ད་དེ་ལ་བེ་ཇི་ཐེ་རིའན་ཟེར་བ་ད་དེ་ནས་ཡང་བི་གན་ཟེར་བ་ཡང་དེང་སང་བི་གན་ཟེར་བ་དེ་ཞོ་དང་འོ་མ་དང་དེ་ཚོ་འཐུང་དགོས་བ་མ་རེད་ཞོ་དང་འོ་མ་དང་མར་དང་དེ་ཚོ་ཚང་མ་འཐུང་དགོས་སེམས་ཅན་ནས་བྱུང་བའི་གི་དྭགས་ཕ་ཆེའི་དངོས་པོ་ཐམས་ཅད་ཟ་གི་མི་འདུག་ག་ད་ང་འདྲ་བ་ཅིག་ཡིན་ན་སེམས་ཅན་ནས་བྱུང་བའི་དངོས་པོ་ཐམས་ཅད་ཟ་ཟ་མེད་པ་དེ vegan བྱས་པ་དེ་དཀའ་ལས་ཡོད་སར་བསམ་ཞོ་ནི་འཐུང་ཆོག་གི་མི་འདུག་འོ་མ་ནི་འཐུང་ཆོག་གི་མི་འདུག་སྒོ་ང་ལ

ད་ག་རེ་ལབ་དགོས་ཡིན་ན་ཧ་གོ་གི་མི་འདུག་ད་ག་ད་བི་གན་སི་ལམ་བཞག་ན་ག་ད་བི་གན་བྱེད་མཁན་གཅིག་གི་ངོས་ནས་བཤད་པ་ཡིན་ན། སྤྱི་བཏང་གི་དཀར་སྐྱོང་བྱེད་མཁན་དེའི་ནང་ནས་བི་གན་བྱས་ནས་པད་དཀར་ཚོ་འོ་མ་མི་འཐུང་ཞོ་མི་འཐུང་ད་ག་ད་སེམས་ཅན་ལས་བྱུང་བའི་དགེ་རྫས་གཅིག་ཀྱང་ལོངས་མི་སྤྱོད་མཁན་གཅིག་གི་ངོས་ནས་བཤད་པ་ཡིན་ན། མི་དེ་གི་ཉི་མ་རེ་རེ་ལ་འཛམ་བུ་གླིང་ལ་ཡང་གོས་གི་ད་ག་ཕན་ཐོག་རབ་ག་ཚད་ཡོང་གི་ཡོད་རེད་ཟེར་ན་ཉི་མ་རེ་ལ་འཛམ་གླིང་ཧྲིལ་པོ་ལས་ཡང་ཆུ་ལི་ར་སྟོང་ཕྲག་ལྔ་ཁོས་འབྲུ་འབྱུང་བྱེད་ཐུབ་པ་རེད། ཁོས་ཤ་ཟས་མ་ཟས་པ་དཀར་སྐྱོང་བྱས་པ་དང་བིག་གན་བྱས་པ་དེ་ལ་བརྟེན། འཛམ་བུ་འཛམ་བུ་གླིང་ན་ཉི་མ་རེ་ལ་ཆུ་ལི་ར་སྟོང་ཕྲག་ལྔ་ཁོས་འབྲུ་འབྱུང་བྱེད་ཐུབ་པ་རེད། འབྲུ་རིགས་ཀི་ལོ་ཉི་ཤུ་ཐམ་པ། འབྲུ་རིགས་འདྲ་མི་འདྲ་ཀི་ལོ་ཉི་ཤུ་ཐམ་པ་ཁོས་འབྲུ་འབྱུང་བྱེད་ཐུབ་པ་རེད། ད་ནང་བཞིན་གྱི་ནགས་ཚལ་གྱི་ས་ཆ།

རྫས་རམ་གཅིག་དེ་ཁ་བན་སྒྲ་ཡོག་སའེ་རྫས་དེ་རེད་རྫས་དེ་མང་པོ་འཕེལ་ཡོང་དུས་ཨ་རིན་འཛམ་བུ་གླིང་ལ་ཡང་གོ་ལ་ལ་ཡང་ཚ་དྲོད་རྒྱལ་ཡག་ལ་ཡང་ཀོ་གནོད་སྐྱོན་ཆེན་པོ་ཡོང་གོ་རེད་དེ་ཚང་དེ་གི་ཀི་ལོ་དགུ་ཙམ་གི་ཁ་བན་སྒྲ་ཡོག་སའེ་ཉུང་རུ་བཏང་ཐུབ་གོ་རེད་ད་ག་ན་ཤིང་ཐག་ན་སེམས་ཅན་གཅིག་ཙམ་གི་སྲོག་སྐྱབས་ཐུབ་ཡོག་རེད་དེ་ནི་ད་ཐེངས་ཉི་མ་ཉི་མ་རྟག་པར་མི་དེ་གི་དཀར་སྐྱོང་བྱས་པ་དེ་ལ་བརྟེན་ནས་ཡང་ན་བིག་གན་བྱས་པ་དམིགས་བསལ་དུ་བིག་གན་བྱས་པ་ལ་བརྟེན་ནས་ཨ་ནི་ཉི་མ་རེ་རེ་ལ་ཡང་འཛམ་བུ་གླིང་ལ་ཡང་ལེགས་སྐྱེས་ཟེར་ན་འདྲ་འཛམ་བུ་གླིང་ལ་ཕན་ཐོགས་དེ་ག་ཚོད་ཡོང་འདུག་ཨ་རེད། བྱས་ཙང་ནམ་རྒྱུན་ང་ཚོའི་གི་དཔེར་ན་བདག་གི་ཁོར་ཡུག་སྲུང་སྐྱོབ་དེ་ཚོ་བསམ་བློ་བཏང་ཅིག་ཆུ་ཆུ་ཆུ་དཀར་ལ་ལ་ཅིག་ཆུ་མང་བཏང་དུས་ཙང་ང་ཚོའི་གི་འབྲུ་འབྱུང་བྱས་ཨ་དང་ཅིག་གི་ཡང་ཅིག་གད་སྙིགས་དེ་ཚོ་ལ་ཡང་ང་ཚོ་གད་སྙིགས་མང་པོ་མི་ཡོང་ཡང་གི་ཐབས་ཤིག་བྱས་ཨ་དང་གད་སྙིགས་དོར་ལ་དོ་དམ་བྱས་ཨ་དང་ལས་ཀ་མང་པོ་བྱས་འདི་ཡོང་རོགས་པ། དེ་ཚོས་གི་ཏན་ཏན་ཕན་ཐོགས་ཡོང་འདི་ཡོང་རེད། ཡིན་ན་ཡང་དཀར་སྐྱོང་བྱས་པ་ཡིན་ན་དེ་བས་ཀྱང་གི་ཨ་ནི་ཕན་ཐོགས་ཆེ་དང་ནུས་པ་ཆེ། འཛམ་བུ་གླིང་ལ་ཡང་ཕན་ཐོགས་ཆེ་ཅིག་དང་ཨ་ནི་གང་ལྟར་ལེགས་སྐྱེས་ཆེ་བ་ཅིག་ང་ཚོས་ཕུལ་ཐུག་ཡོད་པ་ཅིག་གསལ་བོར་ཆགས་བསྡད་ཡོད། དེ་ནས་མིག་མདུན་ས་ནས་དེའི་རྒྱུ་མཚན་བསྟན་ནས། ད་ལྟར་ང་ཚོ་མི་གཅིག་གིས་བྱེད་སྟངས་མི་གཅིག་གིས་གདམ་ག་སོ་སོའི་གི། བླང་དོར་བྱེད་སྟངས་གཅིག་ལ་བརྟེན་ནས་འཛམ་གླིང་ཡོངས་ལ་ཡང་ཉི་མ་རྟག་པར་རེ་ཞིང་ཕན་གནོད་ཀྱི་གང་ལྟར་གཅིག་གྲུབ་འབྲས་ཟེར་ན་འདྲ་འདུག་ཕན་གནོད་ཀྱི་འབྲེལ་པ་ཆེན་པོ་འགྲུབ་ཅིག་བཞག་ཐུག་ཡོད་པ་དེ་ཏན་ཏན་རེད། ད་ནང་བཞིན་གདའ་ང་ཚོའི་སྲོལ་རྒྱུན་ནང་ལོགས་སྤྱི་དང་ཕྱི་རྒྱལ་ནང་ལོགས་ལས་ནི་ཡང་ལུང་པ་མང་པོ་གཅིག་ལ་ཡང་བཤད་སྲོལ་རེད་ག་རེ་བྱས་པ་རེད་ཟེར་ན་ང་ཚོའི་ཤ་ཟས་པ་ཡིན་ན་ང་ཚོར་འཕྲོད་བསྟེན་ཡག་པོ་ཡོང་གི་རེད་ཟེར་བ། སོ་སོའི་གི་གཟུགས་པོའི་འཕྲོད་བསྟེན་ལ་ཕན་ཐོག་ཡོང་གི་རེད། གཟུགས་པོ་ཡག་པོ་ཡོང་གི་རེད། ལྷག་པར་དུ་ཤ་ཟས་པ་ལ་བརྟེན་ནས་གཟུགས་པོ་དེ་སྟོབས་སྟོབས་ལྡན་པ་ཡོང་གི་རེད་གཟུགས་པོ་སྐྱོ་པོ་མེད་པ་ཅིག་གཟུགས་པོ་སྟོབས་ཤུགས་ལྡན་པ་ཡོང་གི་རེད་ཟེར་བ་ཅིག་སྐད་ཆ་ཅིག་ཡོང་ར་བ་དང། ལྷག་པར་དུ་ཕྱི་རྒྱལ་ལ་དེ་ཁྱབ་བསྒྲགས་ཆེན་པོ་བྱས་འོང་ར་བ། ངོ་མ་ཡིན་པས་ན་ད་ལྟ་ཚན་རིག་པ་མང་པོ་དང་གསོ་རིག་མཁས་པ་མང་པོའི་གིས་ཞིབ་འཇུག་བྱས་པའི་བརྒྱུད་རིམ་ནང་དང་དག་ནང་བཞིན་གྱི་གཅིག་ལུས་རྩལ་གྱི་ཆེད་ལས་པ་ཆེད་ལས་ལུས་རྩལ་པ་དེ་འདྲ་མང་པོ་ཡོད་རེད་པ་ཆེད་དུ་མངགས་ནས་ལུས་རྩལ་སྦྱང་མཁན་ཆེད་ལས་ལུས་རྩལ་པ་ཁ་ཤས་ཀྱིས་དངོས་ཡོད་གནས་ཚུལ་ལ་དེ་འདྲ་རེད་དོ་མེད་དོ་ཚོད་ལྟ་བྱས་པ་ལ་བརྟེན་ནས་ཚོད་ལྟ་བྱས་པ་དེ་ཚོ་ལ་བརྟེན་ནས་ད་གོང་གི་སྐད་ཆ་དེ་ད་ཤ་བཟས་པ་ལ་བརྟེན་ཤ་མ་བཟས་ན་ཨ་ནི་གཟུགས་པོ་སྐྱོ་བོ་ཆགས་ཀྱི་རེད་ཤ་བཟས་པ་ཡིན་ན་ཨ་ནི་གཟུགས་པོ་སྟོབས་དང་ལྡན་པ་ཆགས་ཀྱི་རེད་ཟེར་དེ་དང་ཨ་ནི་གཅིག། དེ་ཚུལ་གྱི་གནས་ཚུལ་དེ་དངོས་གནས་ཚུལ་ཐོག་ལ་ཏག་ཏག་ཅིག་མ་ཡིན་པ་དེ་འདྲས་ཀྱི་ར་སྤྲོད་དེ་འདྲ་བྱས་ཡོད་རེད།